ང་ཚོའི་ཤ་མཆོད་སྟངས་དེ། ང་རང་ཚོ་བོད་པའི་ལུགས་སྲོལ་བཞིན་ཤ་རྡོག་བརྫོས་བརྒྱབ་ནས་ཨ་ནི་རུས་ཁོག་དང་ཤ་མཉམ་དུ་རྡོག་བརྫོས་བརྒྱབ་པའི་དེ་ད་ཁྲག་ལ་བཞག Cholesterol དང་ཨ་ནི་མཁྲིས་པའི་ནང་ལ་བཞག་དེ་ཚོ་ན་ར་ད་དེ་གནོད་ཕོག་ཆེན་པོ་ཞུགས་ཀྱི་རེད་བཞག་ཁང་ཚ་ཤ་དང་ཨ་ནི་རུས་ཁོག་གི་ད་རྐང་དང་ཚང་མའི་གི་ནུས་བ་བཞག་ཚེ་ཤུགས་ཆེན་པོ་ཚང་མ་ཁུ་བའི་ནང་ལ་ཕྱིན་པ་དང་ཨ་ནི་ཤའི་ནང་ལ་ཐིམ་ནས་དེའི་རིགས་དུ་གྱུར་པ་དེ་མཆོད་པ་ཡིན་ན་ཨ་ནི་ཁྲག་ཤ་ལ་གནོད་ཕོག་ཆེན་པོ་རེད་བཞག་ཅེས་ནས་གཅིག་བྱས།

སྐམ་པོ་བ་འདུག་ཡང་ན་སོལ་བ་འདུག་ད་དེ་ཚོའི་གྲས་དེ། མི་དམངས་ནང་ལ་ཆོལ་ཡ་མང་པོས་དར་སོ་ཆེན་པོ་དང་དམིགས་བསལ་སྤུ་གུ་ཚོ་ལ་མང་པོ་དགའ་བོ་བྱེད་འདུག་ད་དེ་ཚོའི་གྲས་དེ་ཡང་ན་ཁྲི་པའི་ན་ཚ་དང། ཨ་ནི་ཞག་གི་ན་ཚ་མཆིན་པའི་ན་ཚ་ལ། གནོད་ཐག་ཆོད་གནོད་གི་རེད་དེ་སོང་ཙང་ཨ་དམིགས་བསལ་རྒྱུ་མ་དག་ཅིག་སྣུམ་ལ་སྐྲག་བཞག་བ་དང

སྔ་མོ་ཡིན་ན་དགུན་ཁ་དེ་བས་ན་བལ་ཡུལ་དེ་བས་ལ་ཡིན་ན་བོད་ནས་ཤ་མང་པོ་ནམ་ཕེ་གི་ད་དེ་ཚོ་ཁྲེ་ཁ་ཤ་ཡག་པོ་མ་གང་པ་བྱས་བལ་ཡུལ་དེ་བས་ལ་འཇོག་དུས་དྲི་མ་ཁ་ཡ་ཁ་ཤ་ལ་ཁ་ཤ་ལ་བུ་དེ་འདྲ་ཡོད་དེ་བ་དེ་འདྲ་ཡོད་རེད་ཨ་ནི་ངས་ཀྱི་བོད་པ་དེ་འདྲས་ཀྱི་མཐོང་མྱོང་ཁོང་ཚོས་ཀྱི་ད་བོད་ཀྱི་ཤ་རེ་རྩ་ཆེན་པོ་བྱས་ནས་ཨ་ནི་གཡུག་གཡས་ལ་ཕ་ཕང་བྱས་ནས་ཨ་བུ་དེ་ཚོས་བཏོན་ནས་གང་བྱས་དེ་འདྲས་ཀྱི་ཨ་ནི་ཤ་ད་གཙང་མ་མེད་སྐྱོ་དང་གཅིག་ཨ་ནི་དྲི་མ་ཁ་སྐྱོ་དང་གཉིས། ཨ་ནི་དག་ཅིག་བལ་ཡུལ་ལ་སོགས་པའི་ཨ་ནི་རྒྱ་གར་གྱི་ཤ་ཁང་མང་པོའི་ནང་ལ་ཨ་ནི་ཤ་དོན་དུ་ཕྱི་ལོགས་ལ་བཙོང་དུས་ཨ་ནི་སྦང་གུ་མང་པོ་བབས་བྱས་ནས་ཨ་ནི་སྦང་གུ་གི་ད་བཙོག་པ་བཏང་ཤ་སྐྱོ་གི་ཨ་ནི་ཤ་གཙང་མ་མེད་སྐྱོ་ད་དེ་རིགས་བྲད་དེ་ཨ་ནི་ཕོ་བ་ལ་ཞེ་བོ་ཅུ་གནོད་ཆེན་པོ་རེད་ད་ཤ་དུག་བསལ་དེ་རེད་ད་གང་ཆེ་ཤ་དུག་ལ་དེ་འད་གི་ཨ་ནི་རྐྱེན་བྲད་ནས་ཨ་ནི་ཕོ་བ་ལ་དཀའ་ངལ་འཕྲད་ནས་དེ་འད་གི་ན་ཚ་མང་པོ་བཟོ་གི་འདུག་ད་འདི་རྒྱུ་མཚན་ག་རེ་ཟེར་ན། བལ་ཡུལ་ནང་ལ་ང་ཚོ་གི་སྨན་ཁང་བོད་པའི་སྨན་ཁང་དང་པོ་བཙུགས་གནང་མཁན་དེ་ངའི་རྒན་ལགས་དམ་པ་དང་ངའི་ཕ་དམ་པ་དེ་ཚོ་བཙུགས་པ་རེད། བདུན་ཅུ་དོན་གསུམ་ལོར་ད་སྨན་ཁང་དང་པོ་དེ་འདྲས་སོང་ཟེར་ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་དེ་དགུན་ཁ་བོད་ན་མ་ཁེངས་རྒྱུ་རེད་དང་ནང་བཞིན་སོ་སོའི་སྐམ་བཞག་རྒྱོ་གི་ད་ཤ་དབྱར་དགུན་མེ་བ་ཤ་སྐམ་ད་དེ་འདྲས་ཀི་བཟས་ནས་གཙང་མ་མེད་རྒྱོ་ད་དེ་འདྲས་ཀི་རྐྱེན་བྱས་ནས

རྒྱ་བཟའ་རྒྱ་ཐང་མ་ན་ཚ་བཟོ་གི་རོ་འོ་གཅིག་བྱས་ཨེ་ད་ཉི་གོང་དུ་ཞུས་ནང་བཞིན་ད་གཅིག་ཤ་དྲི་མ་རྒྱབ་སྐྱོ་ད་དེ་འདྲ་ཡིན་ན་ཤ་ལ་ཕངས་སེམས་མ་ན་བ་བྱས་ནས་དེ་ཚོའི་གྲས་དེ་མ་ཆོས་རུ་ནང་ཞོལ་ཡིན་ད་དེའི་གྲས་དུ་དངོས་གནས་དྲང་གནས་ཀྱི་དེ་མང་པོ་བཟོ་གི་འདུག་ཨན་ད་གང་ཆ་ཤ་དོན་དག་རྡོག་རྡོག་བྱས་ན་ཤ་ཕག་ཤ་ལ་སོགས་པའི་ཨནི་ཚིག་ལུགས་མང་པོ་ཡོད་བ་དེ་ཨནི་ཆོས་ན་ད་གང་ཆ་མཆིན་པ་དང་ཨནི་ཕོ་བ་དང་ཨནི་ཤ་ཚང་མ་ལ་གནོད་གི་འདུག་བྱས་ད་དེ་ཞུས་ཏེ་འོ་མ་དེ་གོ་ང་རེད་ཤི་ད་གོ་ང་དེ་གས་ཡང།

བཅོས་མའི་སྐྱུར་མོ་དང་རང་བཞིན་གྱི་སྐྱུར་མོ་མིན་པ་བཅོས་མའི་སྐྱུར་མོ་ཟོས་ཤ་འཁྱོག་དང། ཕབ་དང་སྐྱུར་རྩི་དང་ཞོ་རྩི་ཕྱི་སྨན་དང་ནང་རྩི་རྫས་སྦྱོར་གྱི་དག་སྨན་སྣ་དེ་འདྲ་བརྒྱབ་ནས་དམིགས་བསལ་གྱི་སྐྱུར་མོ་ཚན་ཡིག་དེ་སྙན་ཤ་འཁྱོག་གི་ནས་བསྒྲུབ་བྱ་བའི་དག་ཁུ་བ་ཡིན་ན་རེད་ག་རེ་ན་དག་དེ་ཚོའི་གྲས་དེ་ཚོ་གི་ཞེ་བོ་གཅིག་རོ་རྣོ་པོ་དང་རོ་སྐྱུར།

འདི་དུ་བ་ཁ་ཟ་ཚད་བརྙས་ཤ་བ་དང་སོན་ལ་བུ་བརྙས་ཤ་བ་དེ་འདྲའི་གི་ད་སྐྱུར་མོའི་རིགས་སུ་ཤུགས་ཆེ་ཆུང་མང་ཉུང་མང་པོ་ཡོད་རེད་ད་དེ་ཚོའི་གྲས་དུ་ཚང་མ་ནི་པད་ཚལ་བརྙས་ཤ་བ་དེ་འདྲ་དུ་བ་དག་འོ་ད་དེ་འདྲའི་རིགས་སུ་གྱུར་བ་དེ་སྐྱུར་མོ་དེ་ཚང་མ་ནི་ད་དེ་མིག་སེར་གི་མཆིན་པའི་ན་བཟའ་ལ་གནོད་གི་རེད་ད་དེ་ཆང་རག་ནང་བཞིན་སྐྱུར་དེ་གི་གནོད་གི་རེད་དེ་གི་ཡང་མིག་སེར་གི་ཤ་དང་མཁྲིག་མཆིན་ཤ་དང།

ད་དེའི་གྲལ་དུ་བཞག་ལ་ཁ་ལ་ཟ་དུས་ད་ཅིག་གྲོགས་ཆེན་པོ་ཡོད་རེད་ཡིན་ན་ད་ཞུ་བོ་ན་ཚ་མང་པོ་བཟོ་གི་འདུག་ད་དེ་དེ་གནང་རོགས་གནང་ཞུ་བས་དེ་ཅིག་བྱས་ད་ཤིང་ཏོག་སྤྱིར་བཏང་གི་ཤིང་ཏོག་ཚང་མ་ཕན་གི་རེད་ཡིན་ན་ད་ཤིང་ཏོག་རིགས་ཁ་ཅིག་འདུག་དེའི་གྲལ་དེ་ནི་དེ་རེད་ད་ཤིང་ཏོག་སྤུ་ཡོད་པ་ཟེར་དུས་ཤིང་ཏོག་སྤུ་ཅན་དེ་ཚོའི་གྲལ་དེ་ཁམ་བུ་ཅན་མངའ་རིས་ཁམ་བུ་ཅན་ལི་ཆི་ཟེར་གི་འདུག་དེ་བྱས་རམ་བུ་ཏང་སེལ་དང་ཨ་ནི་ཀི་བི་སེལ་སོགས་པ

ཆོས་ནང་སྐྱོན་མེད་པར་བྱས་ད་དེ་ནས་ཤིང་ཏོག་རིགས་སུ་གྱུར་པ་དེ་གི་ད་རྒྱ་གོང་དུ་བཞུར་བའི་ཤིང་ཏོག་མེད་པར་ཞིང་དང་ཤིང་ཏོག་ཚང་མ་གི་ཕན་ཐོག་ཡོད་རེད་ཁ་ཚ་ཤིང་ཏོག་ཚང་མ་རོ་མངར་བ་དང་རོ་ཁག་པ་དང་ཡང་ན་རོ་ཁྲ་ལ་ཐིམ་པོའི་རང་བཞིན་གི་སྐྱུར་མོ་ཡོད་བ་དེ་རོ་སུམ་ཆ་གི་ཕན་གི་རེད་ཞུ་གིན་ད་མཆིན་པ་དང་མཁྲིས་པའི་ན་ཚ་ལ་ཕན་གི་རེད་ཨ་འདི་ནང་ནས་ངོ་བོ་སིལ་བ་རེད་འདི་ཚང་མ།

ད་ཅིག། ངོ་བོ་ལྗང་གུ་ཡོད་དེ་བ་ད་དེ་ཚོ་ཚང་མས་ཀྱི་ནི། འཆི་བ་ལ་ཕན་གྱི་ར་གང་ལ་ཟེར་ན་དེ་ཚོ་ངོ་བོ་སིལ་བ་དང་ཚད་མང་ཆེ་སྟེ་རོ་མངར་བ་རེད། ནི་ཡང་བ་རེད་ད་དེ་ཚོ་འཇིག་གོ་ཚ་བོ་ཡོང་མ་རེད་རྒྱུ་ཁག་པོ་དེ་འདྲས་ཀྱི་དེ་འདྲས་ཀྱི་དེ་ཕོ་བ་ལ་དཀའ་ངལ་སྤྲད་ཀྱི་མ་རེད་དེ་སོང་ཙང་ང་རང་ཚོ་བོད་པ་ཚོ་གི་ཚད་ཀྱི་རིགས་གང་མང་མང་ཆོས་ཀྱི་གོམས་གཤིས་ནང་རོ་ནང་དེ་ནང་ནས་ནི་ཚད་ཀྱི་དམིགས་བསལ་ཚད་ཁག་དེ་དེ་ཚོ

མེད་ཀྱི་རང་བཞིན་གྱི་ནད་ཚང་མ་དེ་གི་རྐྱེན་བྱས་ནས་འཚེབ་བརྡུང་བྱ་ཡ་རེད། ད་འདི་ཚོའི་ཁྲོད་དེ་མེད་ཀྱི་རང་བཞིན་མ་ག་ཚོད་ཀྱི་མ་འཇམ་ཐུབ་པ་ཡིན་ན་ཡང་འདི་འདྲའི་གི་འགལ་རྩའི་ཡང་དེ་ནི་ཚེ་རིང་བ་ཡོང་གི་རེད། ད་ཡང་མེད་ཀྱི་ནུས་པ་མཐའ་གཅིག་ཏུ་མེད་བ་འདི་འདྲའི་སྐྱོ་བོ་ཆགས་ནས་ཡང་ཕོ་བའི་མེ་དྲོད་དང་ཡང་གྲང་ཤིང་ན་ཚ་ཟོ་གུར་བ་འདི་འདྲའི་མེད་པ་ཆ་ག་འདྲའི་བཏང་སྙོམས་གྱི་པ་སྙོམས་པོ་ཅིག་ཐོག་ནས་འདི་ནང་རོ་ནང་ཞོད་ཅིག་བྱེད། ད་འདི་ནས།

ག་སེར་དེ་གི་ཕན་ཐོག་ཆེན་པོ་རེད་ཨ་ནི་ག་སེར་དེ་གི་ཞག་ལ་ཕན་གི་རེད་ཨ་ནི་ཙི་ནི་ན་ཚ་ལ་ཕན་གི་རེད་དེ་སོང་ཙང་ག་སེར་དེ་གི་ཕན་ཡོན་ཆེན་པོ་རེད་དེ་ཡིན་གཅིག་མིན་གཅིག་གོང་བཤད་གནང་རོགས་གནང་ཞུ་ཡིན་ད་ཡང་ཕན་གི་རེད་ཟེར་ནས་ཡང་ཉི་མ་རྟག་པར་རེད་ཆོས་པ་ནས་ཡང་དེ་རོགས་དཀའ་བ་བྱས་དེ་རེད་དེ་སོང་ཙང་ཡང། གཅིག་ལ་ཕན་ནས་གཅིག་ལ་མ་གནོད་པ་བཅས་སྐབས་དང་དུས་ལ་བྱོས། གལ་ཏེ་གཉིས་ཀ་ཡང་ན་ཚ་ཡོད་པ་ཡིན་ན། སྨན་པ་རྣམས་ལ་འབྲེལ་བ་ཞུས་ནས་དེ་འབྲེལ་གྱི་དུས་ཚོད་ད་གང་ཆ་བདུན་ཕྲག་རེ་ལ་ཐེངས་མ་གཅིག་ཏུ་བྱོས་པས་ན་དེ་སྐྱོན་ཡོད་ཀྱི་མ་རེད་བསམ་གྱི་འདུག་ཨོ་ཡ་ད་འདི་གཅིག་བྱས་དེ་ནས་ད་འདི་ཡོད་རེད་གོ་ཉོས། བྱི་ར་དཀར་པོ་དང་དམར་པོ། ད་དེ་ནས་ཨིན་ཇི། རྒྱ་དག་གི་སྟེང་བྱི་ར་ལབ་དོག་དང་འདྲ་བྱི་ར། ད་ང་རང་ཚོ་བྱི་ར་དཀར་པོ་དང་དམར་པོ་ཆ་གཉིས་ཡོད་རེད། གོ་ཉོས་ཆེ། ད་ཨིན་ཇི་སྐད་ལ་ཁུལ་མིལ་འདུག་དོ་ཁུལ་མིལ་དེ་ཆེ། དེ་ནས་ག་རྒྱ་ཆེ། རྫ་ཏི་ཆེ། ལི་ཤི་ཆེ་སུ་ནང་དཔལ་མཚོ་ཆེ། ཨ་ན་ཕོ་བ་རི་ལུ་ད་ཕོ་བ་རི་ལུ། Black pepper and White pepper། དེ་གཉིས་ཆ། ད་དེ་ཚོའི་གྲས་དེ

ཐུགས་ཀུན་ནཱ་རོ་ནཱ་ཞུ་བའི་གདངས་མཐའ་དོན། རྟ་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་པ། གཟིགས་པ་ཆེན་པོ་མཆོག་སྐུ་ཚེ་ཞལ་དཔེ་བསྐལ་བརྒྱར་བསྟན་ནས་པོ་ཏཱ་ལ་ལ་ཞལ་དཔེ་གསེར་ཕྲེང་མངའ་ཚུལ་ཡོང་བ་དང། བོད་དོན་བདེན་མཐའ་མྱུར་དུ་གསལ་ནས་གཞིས་བྱེས་མཉམ་ཆུང་ཡོད་པའི་དགེ། མྱུར་དུ་ཡོང་བའི་སྨོན་ལམ་བྱས། འཛམ་བུ་གླིང་ལ་དམག་འཁྲུག་དེ་མྱུར་དུ་མཚམས་འཇོག་ཡོང་བ་དང། འབྱུང་བའི་རྐྱེན་ངན་ཐམས་ཅད་ཀྱིས་མནར་བའི་མི་ཐམས་ཅད་སྡུག་བསྔལ་དེ་མྱུར་དུ་གྲོལ་བ་བཅས་ཀྱི་ཚང་མའི་ཐུགས་སྨོན་ནཱ་རོ་ནཱ།